ལ་སོ་དང་ཐོག་མར་བྱོན་པར་ལེགས་སོ་ཞུ་ཡ་ཡིན། དེ་ནས་ད་ལན་འདི་སྒོམ་གྱི་སྐོར་ཏེ། གཙོ་བོ་བོད་རིགས་ཚོ་དང། དེ་ནས་ཧི་མ་ལ་ཡ་གི་མི་རིགས་ཚོ་གི་རེ་བ་བརྒྱབ་ནས་དེ་ནས་བཤད་ཡ་བྱས་པ་རེད། བྱས་ཙང་ངའི་བོད་སྐད་ལས་མ་བཤད་ཡ་དེ་འདྲ་ཡིན། དེ་ནས་ཡིན་ན་ཡང། དབྱིན་ཇིའི་སྐད་དང་རི་པིན་གྱི་སྐད་འདྲ་པོ་དེ་འདྲ་སྐད་རིགས་ཁ་ཤས་ཅིག་ལ་ཡང་ད་ལྟ་འགྱུར་གྱི་ཡོད་ས་རེད། བྱས་ཙང་ང་ཚོས་དེ་རིང་སྐད་ཆ་བཤད་དུས་ཀ་མཚམས་མཚམས་ལ་དུས་ཚོད་སྟོང་པ་བསྟད་བསྟད་དེ་གྲག་གི་ཐུག་ས་རེད། སྔས་མ་ང་འབྲུག་ལ་ཡོད་དུས། དེ་ནས་འབྲུག་པས་འབྲུག་གི་མི་མི་སྐྲག་ཟེར་བ་རོ་དང། མི་ནད་འགའ་ཆེན་པོ་དེ་འདྲ་ཅིག་དང་མཉམ་དུ་ཐུག་ཕྱིར་ང་གཉིས་སྐད་ཆ་བྱུང་སོང། དེ་ནས་ཉེ་ཆར་དང་འབྲུག་ལ

འདི་འདྲས་ཀྱི་དེ་ནི་སྒོམ་རྒྱབ་ཐང་ཡག་པོ། སྟབས་བདེ་པོ། ཉལ་བའི་ཉོལ་བའི་མེད་པ། ཁ་ཡོད་ལག་ཡོད། དེ་འདྲས་ཡོད་མ་རེད་པས་དྲི་གི་འདུག་ང་ལ། དེ་ནི་ང་ཚོའི་བླ་མ་ཚོ་ཚོགས་པ་ཚོ་དབང་བསྐུར། དེ་ནི་གཅིག་སྦྲང་ཡག་དེ་འདྲས་མང་པོ་འདོན་ཡག་དེ་འདྲས་མང་པོ་དེ་འདྲས་བྱས་བཅུག་གི་འདུག། དེ་ནི་འདི་རིག་པ་བསམ་ན་དེ་དཔེ་མ་སྲིད། དེ་ནས་ཁོ་རང་ག་རེ་ཟེར་བ་རེད། ད་ལུང་པ་གི་སྲོལ་ཟེར་བ་རེད། ཆོས་ལུགས་ཀྱི་དེ་ནས་ལམ་ལུགས་ཟེར་གྱི་འདྲ་པོ་དེ་འདྲའི་དམིགས་བསལ་དེ་འདྲའི་མ་ཡིན་པ་ཅིག་ལ། དེ་ནས་དེང་སང་གི་ཚན་རིག་དང་དེང་སང་གི་མི་གི་བསམ་བློ་བཏང་སྟངས་དང་ཡང་མཐུན་པོ། འདི་ཞེ་དྲག་ཡག་པོ་འདུག་ཟེར་གྱི་འདུག་ང་རང། ད་དེ་དེ་ཁ་ཡོག་མ་རེད་མང་ཆེ་བ་ད Vipassana ཟེར་གིན་དེ་ག་རེ་ཡིན་མིན་ཧ་མ་གོ་དེ་འདྲས་ཡིན་པའི་གི་དབང་དུ་དེ་འདྲས་དེ་འདྲས་ཡིན་པའི་རྒྱུ་མཚན་གྱིས་ད་དེ་འདྲས་སྐད་ཆ་དྲི་བ་རེད་དེ་ནས Vipassana ཟེར་དུས་ད་བོད་སྐད་ལ་ལྷག་མཐོང་ཟེར་ནས་ཟེར་གི་བ་རེད་དེ་ནས་ལྷག་མཐོང་ཟེར་དུས་ཚིག་ཁོ་རང་ནས་ཧ་གོ་གི་རེད། ཡན་ལག་གཅིག། འཐད་པ་གཅིག། དུས་རྒྱུན་ཁོ་རང་ང་རང་ཚོས་ད་མ་མཐོང་ཡ་གཅིག་མཐོང་ཡ་མཐོང་བ་གཅིག་ལ་ད་ལྷག་མཐོང་ཚེ་ཁོ་རང་ཚིག་རང་གིས་ཕལ་ཆེར་ཕལ་ཆེར་གོ་ཐུབ་གི་ཡོད་རེད། དེ་ཡིན་དུས་བསམ་བློ་ཡག་པོ་བཏང་ཤེས་དེ་ནས་ཐོས་བསམ་གཏད་ཚེ་བྱེད་ཐུབ་པ་ཡིན་ན། དེ་ནས་འབྲུག་དང་འབྲས་ལྗོངས་དང་ནེ་པཱལ་དང་བོད་རིགས་ནང་ལ་ཡོད་པ་གི་ཚོགས་པ་ཚོགས་ཡག་ཟེར་མཁན་འདྲ་དང། འཆམ་རྒྱབ་ཡ་ཟེར་མཁན་འདྲ་དང། དེ་ནས་མ་ཎི་བགྲང་ཡ་ཟེར་མཁན་འདྲ་པོ་དེ་ཚོ་མང་ཆེ་བ། དེ་ནས་བི་པ་ས་ན་དངོས་དང་བརྒྱུད་ནས་རེད་དེ་ཡོད་རེད། དེ་ནས་ཧི་མ་ལ་ཡ་གི་མི་རིགས་རྐྱང་པ་རེད་མི་འདུག་རྒྱ་མི་ཚོ་ཡིན་ན་ཡང་དཔེར་ན་རྒྱ་ནག་ལ། དེ་ནས་བདེ་བ་ཅན་གྱི་ཞིང་འོད་དཔག་མེད་ཀྱི་ཞིང་ཁམས། ཡིད་ལ་བྱས་ནས་དེ་ནས་ག་རེ་ཟེར་བ་རེད་ད། ཉམས་ལེན་བྱས་དེ་ནས་འོད་དཔག་མེད་ཀྱི་མདོ་དེ་ཚོ་འདོན་དེ་འདྲ་བྱེད་མཁན་དེ་འདྲས་ད་པད་མ་སི་ཀྱི་ལམ་ལུགས་ཡག་པོ་དེ་འདྲས་ཡོད་རེད། དེ་ནས་ཐོས་བསམ་ཡག་པོ་བྱེད་ཐུབ་པ་ཡིན་ན་འོད་དཔག་མེད་ཟེར་མཁན་གྱི་འོད་དཔག་མེད་ཀྱི་ཞིང་ཁམས་འོད་དཔག་མེད་ཟེར་མཁན་དེ་ཡང་ཁོ་རང་ད་ལྟ་བིབ་པ་ས་ན་དེ་རང་རེད་དེ་ཡོད་རེད། དེས་ཁོ་རང་གདུལ་བྱ་སོ་སོ་སོ་སོ་ལ། སེམས་ཅན་སོ་སོ་སོ་སོ་ལ་སྐད་ཆ་བཤད་སྟངས་མ་འདྲ་བ་མ་འདྲ་བ་དེ་འདྲའི་གང་ཟག་སྙིང་རྗེ་གི་སྒོ་ནས་བཤད་པ་ཡིན་ཙང་དེ་ནས་ཐབས་ཤེས་འདྲ་མི་འདྲ་དེ་འདྲས་བདམས་པ་རེད། དེ་ནས་སྤྱི་བཏང་ད་ལྟ་དེང་སང་བི་པ་ས་ན་ཟེར་དུས་གང་ན་མང་ཆེ་བ་དེ་གནས་བརྟན་སྡེ་པ། ད་ལྟ་ཐཱའི་ལེན་སི་རི་ལང་ཀཱ་འབར་མ་སིང་ར་པུ་དེ་ཚོའི་གི་ཕྱོགས་ནས་ད་ལྟ་རི་བ་ནང་བཞིན་ཅིག་ད་བསམ་བློ་བཏང་སྟངས་དེ་དེ་འདྲའི་ཅིག་ལ་སླེབས་བསྡད་པ་རེད་ད་ལྟ་དེ་རེད་ཡང་རེད་མ་གཞི་ཁོང་ཚོ་གི་ཡང་དེ་བི་བྷ་སཱ་ན་ལ་པད་མ་སི་གི་གཙོ་འདོན་ཆེན་པོ་བྱས་དེའི་ནང་ནས་དེ་ནས་དམིགས་བསལ་གི་ད་ལྟ་ལྷང་མཐོང་ད་གཞི་ནས་ད་ལྷང་མཐོང་གཉིས་ཀ་ལ་དཔེ་དམིགས་བསལ་གྱི་རྟེན་འབྲེལ་ག་རེ་ཟེར་དགོས་སྒོམ་བྱ་སྟངས་ཁ་ཤས་ཅིག་ལ་དཔེ་རྩོམ་དོན་ཞིབ་པོ་བྱེད་ཀྱི་ཡོད་རེད། བྱས་ཙང་ད་ད་ལྟ་བསམ་བློ་བཏང་སྟངས་ནང་ལ་བི་པ་ས་ན་ཟེར་དུས་ག་ན་བྷ་བི་གནས་བརྟན་སྡེ་བ་གི་ནང་ནས་ཚུལ་སྟོན་པ་ནང་བཞིན་ཅིག་དེ་ནི་ཐེག་པ་ཆེན་པོ་ཟེར་དགོས་རེད་ཡང་ན་ནི་དཔེར་ན་ཧི་མ་ལ་ཡའི་གི་རིགས་འདྲ་པོ་ཧི་མ་ལ་ཡའི་གི་དེ་ནི་ཆོས་རྒྱུད་གི་ནང་ལ་བོད་རྒྱུད་ནང་བསྟན་ཟེར་ནས་བསྒྲིགས་གི་འདུག་ད་དེའི་ནང་ལ་ཕལ་ཆེར་བི་པ་ས་ན་མེད་པ་ནང་བཞིན་དེ་འདྲའི་བསམ་བློ་བཏང་སྲིད་གི་རེད། དེ་འདྲ་མ་རེད། དེ་ནི་ད་འདས་པའི་གི་ལོ་ཁ་ཤས་ཅིག་གི་རིང་ལ། དེ་ནི་འདི། སྒོམ་རྒྱབ་ཐང་འདི། ད་མིང་བརྫུ་གུ་མིང་བཏགས་ཐད་བཏགས་ཡ་དེ་བི་པ་ས་ནཱ་བཏགས་གི་བ་རེད། ད་དེ་སྒོམ་རྒྱབ་ཐང་འདི། ནུབ་ཕྱོགས་ལ་དེ་ནི། ད། ཧ་ཅང་རྒྱ་ཆེན་པོ་ད་དར་གི་ཡོད་མ་རེད་དེ་གང་ལ་གང་འཚམས་ད་དེ་ལ་དབྱིངས་ཅིག་ཞུ་གི་ཡོད་རེད། དེ་ནས་ནུབ་ཕྱོགས་ལ་དར་བའི་རྒྱུ་མཚན་ད་མང་པོ་ཡོད་རྒྱུ་རེད་དེ་གཙོ་ཆེ་བ་གཅིག་སྟེ། དེ་ནི་སྤྱི་བཏང་འདི་སྒོམ་རྒྱག་སྟངས་འདི་གིས་རྐྱེན་བྱས་ནས་སེམས་པ་སྐྱིད་པོ་ཡོང་ཡག་དང་བག་ཕེབས་པོ་ཡོང་ཡག་དེ་ནི་གཉིད་སྐྱིད་པོ་ཁུག་ཡག་སེམས་ཁྲལ་དེ་ཚོ་ཉུང་རུ་སེམས་ཁྲལ་ཡོད་མཁན་གྱི་མི་ལ་ཡང་དངོས་སུ་ཕན་ཐོགས་པ་དང་དེ་འདྲས་ཀྱི་འབྱུང་བའི་གི་རྐྱེན་གྱིས་དེ་ནི་ད་ལྟ་བི་པ་ས་ན་ཟེར་མཁན་དེ་སྐད་སྒྲ་རུ་བལྟས་ཚེ་བྱུང་བ་རེད། དེ་ནས་ཕྱོགས་གཅིག་ནས་ནུབ་ཕྱོགས་ཀྱི་མི་དེ་ཚོ་དེ་ནས་ག་རེ་ཟེར་གི་རེད། སྐད་ཆ་བཤད་སྟངས་དེ་ནས་ག་རེ་ཟེར་གི་རེད་ད་དབྱིན་ཇི་སྐད་ལ Packaging ཟེར་གི་འདུག Packaging ཟེར་དུས་གཅིག་ག་རེ་ཟེར་གི་རེད། ཐབས་ཤེས་ཁད་པར་བྱས་ནས་ཚུ། དེ་འདྲས་དེ་འདྲས་ལ་ཁོང་ཚོ་པད་མ་སེར་གྱི་སློབ་སྦྱོང་ཡང་བྱེད་གི་ཡོད་རེད་ལ་དེ་འདྲས་དེ་འདྲས་ཀྱི་སྤྱན་པས་ཡིན་གྱི་རེད། སྤྱི་དང། ནང་ཆོས་དེ་ལས་ལྷ་རུ་བཏང། ནང་ཆོས་ཀྱི་ཕྱོགས་རེ་རེ་ཚོ་དེ་འདྲའི་བེད་སྤྱོད་བཏང་ནས་དེ་ནི་ཆོས་བཤད་མཁན་དེ་འདྲའི་མང་པོ་རེད། དེ་ནི་དཔེར་ན་ཨོ་ཤོ་ཟེར་མཁན་ཅིག་བྱུང་བ་རེད་ཁོང་གིས་ཡང་ནང་ཆོས་མང་པོ་ཚུལ་གཅིག་བཤད་སྟངས་དེ་མ་འདྲ་བ་བརྒྱུད་ནས་ལས་སླ་རོ་དང་ཕྱོགས་རེ་རེ་ཟེར་དེ་འདྲའི་ཁུངས་སྐྱེལ་ཡང་བཤད་ཡོད་རེད། དེ་ནས་དེང་སང་རྒྱ་གར་ལ་སཱད་གུ་རུ་ཟེར་མཁན་དེ་གིས་ཡང་དེ་ནས་ནང་ཆོས་ཀྱི་ཅི། བཤད་སྟངས་དེ་འདྲའི་མང་པོ་ཅིག་ཁོས་བེད་སྤྱོད་སྟངས་ལ་བཤད་ཀྱི་འདུག་ང་རང་གིས་བལྟས་ཚེ་བལྟས་ཚེ་བལྟ་བ་ཡིན། དེ་ནས་ཁྱོ་གཅིག་ནི་ཡག་པོ་ཞི་དྲག་རེད་ད་དེ་ཁོ་རང་དར་ཆབ་འགྲོ་ན་ཡག་པོ་རེད་ཕན་ན་ཡག་པོ་རེད། དཔེར་ན་ཡོ་ག་ཟེར་མཁན་དེ། དེ་ནི་དངོས་གནས་བྱས་ན་རྒྱ་གར་གྱི་སྔེ་མ་སངས་རྒྱས་ཕལ་ཆེར་སངས་རྒྱས་མ་བྱོན་པའི་སྔན་གྱི་དེ་ནི་རིག་འབྱུང་དེ་འདྲའི་སྒྲུབ་རྩིས་བགྱིས་པ་དེའི་ནང་ནས་དེ་ནི་ཡོ་ག་ཟེར་མཁན་དེ་ལུས་དང་སེམས་ཕྱོགས་སུ་མ་ལྷུང་བ་བྱས་ནས་ག་རེ་ཟེར་གནག་འདུག་གནས་ཡག་གི་ཆེད་དུ་ཉམས་ལེན་བྱས་དེ་འདྲས་ཡོད་པ་འདྲ་དེ་ཡིན་ས་རེད། ད་དེང་སང་ཡོ་ག་ཟེར་ནས་འདི་སེམས་ཀྱི་སྐད་ཆ་ཞེ་དྲག་ཡོད་ཨ་མ་རེད་གཟུགས་པོ་ཁོ་རང་གི་བསམ་བློ་དེ་དེ་ཡང་གཟུགས་པོ་སྙིང་རྗེ་པོ་དང་གཟུགས་པོ་མཛེས་པོ་ཆགས་ཡག་དང་གཟུགས་པོ་བདེ་པོ་ཆགས་ཡག་དང་དེ་འདྲའི་གི་དམིགས་ཡུལ་གཙོ་བོ་དེ་འདྲའི་ཅིག་བཏང་བྱས་ནས་དེ་ནས་ད་གིན་ལབ་པ་ནང་བཞིན་ཕྱོགས་གཅིག་ནས་ཡག་པོ་ཞེ་དྲག་རེད་དེ་ཕྱོགས་གཅིག་ནས་དེ་ནས་ག་རེ་ཟེར་གི་རེད་ཆ་མ་ཚང་བ། དེ་ནས་བསྒྱུར་བཅོས་མང་པོ་རེད་སོང་བ་ད་དེ་འདྲས་རེད་སོང་བ་ཡིན་ན་དེ་ནས་ཡང་སྦྱོང་རེད་སོང་ང་རང་ཚོ་དངོས་གནས་ཡོ་ག་རྩལ་ཉན་སྤྲོ་མཁན་དངོས་གནས་ཡོ་ག་ཉམས་སུ་ལེན་མཁན་སྤྲོ་མཁན་དངོས་གནས་སྒོམ་ཉམས་སུ་ལེན་མཁན་ཚོ་ལ་སྦྱོང་ཞིམ་པོ་ཞིག་པོ་ཆགས་ཡོད་རེད་ད་ང་འདྲ་ཅིག་ཡིན་ན་ནང་པ་སངས་རྒྱས་པ་རེད་ཡིན་པའི་ཁུལ་རེད་དེ་ནས་སངས་རྒྱས་ཤཱཀྱ་ཐུབ་པ་གི་རྗེས་སུ་འཇུག་ཨེ་ཐུབ་མི་ཐུབ་ལྟ་གི་ཡོད་རེད་ད་དེ་ཡིན་དུས་དེ་ནས་མི་རེ་རེ་ལ་དམིགས་ཡུལ་འདྲ་མི་འདྲ་རེ་རེ་ཡོད་རེད། དེ་ནས་མཐར་གནས་སྐབས་ཀྱི་དམིགས་ཡུལ་ཡང་ཡོད་ཀྱི་རེད་ལ་གཙོ་བོ་དང་མཐར་ཐུག་གི་དམིགས་ཡུལ་རེ་རེ་ཡོད་རེད། དེ་ནས་ཁྱེད་རང་ཚོ་ལ་ཡང་ཏན་ཏན་ཡོད་ཀྱི་རེད་དེ་དམིགས་ཡུལ་དེ། དེ་ནས་གང་སར་ལམ་འགྲོ་ཡོང་ཡ། དེ་ནས་དཔེར་ན་ཚོང་ཟེར་གི་འདྲ་དང། མི་ཚེ་ནང་དུ་ལམ་འགྲོ།

དེ་ནས་གྲོགས་པོ་གྲོགས་མོ་མེག་གྷན། མི་སྒེར་ཅང་སིང་གིལ་དེ་ཚོ་ནི་ད་གྲོགས་པོ་གྲོགས་མོ་གཅིག་ཨེ་ཐོབ་ལྟ་ཡག་གི་དམིགས་ཡུལ་ཡོད་ཀྱི་རེད། ཁ་ཤས་ནི་གྲོགས་པོ་གྲོགས་མོ་གང་ས་མེད་པ་རྐྱང་པ་གཅིག་བསྡད་ཡག་གི་དམིགས་ཡུལ་ཡོད་ཀྱི་རེད། དེ་ནས་ཁ་ཤས་ནི་དེ་ནི་གཉེན་གྲོགས་ཟེར་བ་རེད་ད་གྲོགས་པོ་གྲོགས་མོ་དེ་ག་རེ་ཟེར་བ་རེད་ད་མཐུན་ལམ་དེ་ག་ཚད་ཡིན་ན་ཡང་ཕ་ཡག་རུ་བཏང་ཡག་དང་བརྟན་རུ་བཏང་ཡག་དང་དེ་འདྲའི་དམིགས་ཡུལ་ཡོད་ཀྱི་རེད། དེ་ནས་ངས་ད་ལྟ་ཞུས་པ་ན་རིགས་དང་ངའི་དམིགས་ཡུལ་དེ། མཐར་ཐུག་གི་དམིགས་ཡུལ་འདི། སངས་རྒྱས་ཀྱི་གོ་འཕང་ཐོབ་ཡག་གི་ཆེད་དུ་རེད། དེ་ནས་སངས་རྒྱས་ཀྱི་གོ་འཕང་ཐོབ་ཟེར་ཡག་དེ། འཛུགས་སྐུ་བཙུགས་ས་དེ། དངོས་པོ་གི་གནས་ཚུལ་དེ་ག་རེ་ཡིན་པ་དེ། ཆ་ཚང་ཁོ་རང་གསལ་པོ་གསལ་རྐྱང་ཧ་གོ་ཐུབ་ཡག་ད་དེ་འདྲའི་ཆེད་དུ་ད་ལྟ་གནས་སྐབས་ཀྱི་འཛུགས་སྐུ་བཙུགས་ན་འགྲིག་གི་འདུག་ད་དེ་བཟོ་ཐུབ་ཡག་གི་དམིགས་ཡུལ་ངོ་མ་དེ་དེ་རེད། དེ་ནས་ད་ལྟ Vipassana ཟེར་མཁན་དེ་ནང་པ་སངས་རྒྱས་པའི་ལམ་རེད། དེའི་ནང་ནས་དཔེར་ན་ཐེག་པ་ཆེན་པོ་འདྲ་བྱས་ན་བྱང་ཆུབ་ཕྱོགས་ཀྱི་ཆོས་སུམ་ཅུ་སོ་བདུན་ཟེར་མཁན་གྱི་བཤད་ཡ་ཡོད་པ་རེད། དེ་ནང་གི་ཆ་ཤས་གཅིག་རེད་དེ། དེ་ནས་ནང་པ་སངས་རྒྱས་པའི་དམིགས་ཡུལ་དེ་ད་ལྟ་ངས་ཞུས་པ་ནང་བཞིན་དངོས་པོ་གི་གནས་ལུགས་དེ་རྟོགས་ཡ་དེ་རེད་མ་གཏོགས་གཅིག་ཞིང་ཁམས་འདྲ་པོ་གཅིག་ལ་སྤྱད་ཡ་གི་དེ་འདྲའི་དམིགས་ཡུལ་མཐར་ཐུག་པ་དེ་དེ་མ་རེད། དེ་ནི་དངོས་པོ་གི་གནས་ལུགས་ཟེར་མཁན་དེའི་སྐོར་དེ་ལ་རིམ་པས་རིམ་པས་ད་ལྟ་ཉི་མ་གཉིས་ཀྱི་རིང་དེ་ལ་ངས་དེ་ནས་ཞུ་གི་ཡིན། དེ་གས་དེ་ཡིན་དུས་ད་ལྟ་གོང་དུ་ཞུས་པ་ནང་བཞིན་ང་རང་ཚོ་སྒོམ་རྒྱབ་ཡ་དེ་སེམས་པ་སྐྱིད་པོ་ཆགས་ཡ་ཙམ་ཅིག་དང་གཉིད་སྐྱིད་པོ་ཁུག་ཡ་འདྲ་དང་དེ་ནས་ཅིག་ད་ལྟ་བྱ་བ་ལམ་འགྲོ་ང་རང་ཚེ་འདི་གི་བྱ་བ་ལམ་འགྲོ་ཟེར་བ་རེད་ད་དེ་ཚོང་བརྒྱབ་ཡ་དང་དེ་འདྲའི་གི་སྐབས་སུ་དེ་ནི་སེམས་པ་ག་རེ་ཟེར་བ་རེད་རིག་པ་སྐྲ་བོ་ཆག་ཡ་དང་དེ་འདྲའི་གི་ཆེད་དུ་བརྒྱབ་ན་འགྲིག་གི་ཡོད་རེད་ཕན་གི་ཡང་ཡོད་རེད་དེ་གི་ཡིན་ན་ཡང་ནང་པ་གཅིག་གི་ངོ་བོ་གི་སྟེང་ནས་བསམ་བློ་བཏང་བྱས་པ་ཡིན་ན་དེ་ནི་དཔེ་མ་སྲིད་བཅའ་ལག་དཔེ་མ་སྲིད་རྩ་ཆེན་པོ་གཅིག། དོན་མཐའ་ཆུང་ཆུང་གཅིག་ལ་ཡང་བེད་སྤྱོད་བཏང་ནས་དེ་ནི་ཁྲོ་ལྷ་ལྷ་ཟེར་ན་ཡང་ད་ཅིག་ག་དོན་མཐའ་ཆུང་ཆུང་གཅིག་ལ་བ་བེད་སྤྱོད་བཏང་བྱས་པ་ནང་བཞིན་བྱ་དགོས་པ་རེད། དཔེར་ན་གསེར་གྱི་ཤོག་གུ་གིས་དེ་ནི་རྐུབ་འཕྱིས་པ་དང་གཅིག་པ་རེད། དེ་ཡིན་དུས་གང་ན་དེ་ནི་ད་ལན་ཉི་མ་གཉིས་ཀྱི་རིང་དེ་ལ་དེ་ནི་གཙོ་བོ། ཧི་མ་ལ་ཡའི་གི་ཕྱོགས་ལ་ཡོད་པའི་གི་ན་གཞོན་ཕོ་མོ་ཚོ་ལ། དེ་ནས་ནང་ཆོས་ནང་ལ་ཡོད་པའི་སྒོམ་ཉམས་ལེན་དེ། དེ་ནས་དེང་སང་ད་ཡོངས་གྲགས་གི་སྒོམ་ཉམས་ལེན་དེ་དང་ཁྱད་པར་གཏད་ཚིག་ཡོད་རེད་དེའི་སྐོར་ལ་ཞུ་ཡ་ཡིན། དེ་ནས་དེ་དང་ཞོར་དུ་ང་ཚོས་སྤྱི་བཏང་དེ་ནས་སྒོམ་ཉམས་ལེན་དེ་ཡང་དིང་སང་ཡོངས་གྲགས་ཀྱི་བི་པ་ས་ན་དེ་གཞིར་བཞག་ནས་དེ་ནས་ངོ་སྤྲོད་བསྡུས་བསྡུས་ཀྱིས་ཞུ་གི་ཡིན། དེ་ནས་འདི་དེ་སྔར་ད་ནང་ཆོས་ཀྱི་ལྟ་གྲུབ་ལ་ཡང་ཐོས་བསམ་མེད་མཁན་ཞི་དྲག་རང་ཧ་ཅང་ཆེན་པོ་མེད་མཁན་བློ་གྲོས་གསར་པ་བ་ཚོ་ལ་དེ་འདྲ་བཤད་ཀྱི་ཡོད་ཙང་ངས་འདི་ག་རེ་ཟེར་བ་རེད་སྐད་ཆ་གོ་བདེ་པོ་བྱས་ནས་ག་ཚད་ཡིན་ནའི་བཤད་ཐུབ་ད་ཡ་ཡིན། དེ་ཡིན་དུས་གང་ན་ཆ་ཚང་མེད་པ་འདྲ་དང། དེ་ནས་ཁ་ཤས་དཔེ་མ་སྲིད་ག་རེ་ཟེར་བ་རེད། ཅིག་སྐད་ཆ་ཀྱོག་ཀྱོག་འདྲ་པོ་རེད་འདྲ་བ་དེ་འདྲས་ཡོང་སྲིད་གི་རེད། དེ་ནས་ཡིན་ན་ཡང་ད་ལན་འདིའི་དྲ་རྒྱ་གི་ནང་དེ་ལ་དེ་ནས་ཉན་མཁན་མཁན་པོ་འདྲ་དང་བླ་མ་འདྲ་པོ་དེ་འདྲས་མང་པོ་འདུག། དེ་ནས་མཁན་པོ་ཟེར་མཁན་འདྲ་དང་དེ་ཚོའི་གྲས་དེ་མཚན་ཉིད་སྦྱངས་ཡོད་རེད། རྩེད་པ་བརྒྱབ་ཡོང་ལ་དཔེ་མ་ཟིག་དགའ་པོ་རེད་དེ་འདི་ག་ན་རྩེད་པ་བརྒྱབ་མ་ཡོང་ཨ་ཟེར་ད་ལྟ་ནས་ངོ་ལ་ཁྱེད་རང་ཚོས་རྩེད་པ་ཚུར་མ་བརྒྱབ་གོང་ནས་ང་ཕམ་སོང་ཟེར་ན་ཕམ་ཡག་ཁས་ལེན་བྱེད་ཀྱི་ཡིན་ཟེར་བ་དེ་ནས་ད་ལྟ་གོང་དུ་ཞུས་པ་ནང་བཞིན་ད་ང་ཚོ་གི་སྒོམ་ཉམས་ལེན་དེ་གནས་སྐབས་ཀྱི་དེ་ནས་གཅིག་སེམས་པ་སྐྱིད་པོ་ཆགས་ཡག་འདྲ་དང་གཉིས་སྐྱིད་པོ་ཁུག་ཡག་འདྲ་དང་དེ་ནས་སེམས་ཁྲལ་ཟེར་གྱི་འདུག་ཚོད་ལ་ཕན་ཡག་དང་དེ་འདྲའི་གི་ཆེད་དུ་བྱས་ན་དེ་ནས། ཕངས་པོ་རེད་ངས་བཤད་རྒྱུ་བྱུང། དེ་ནས། གནས་སྐབས་གནས་སྐབས་ལ་སེམས་པ་སྐྱིད་པོ་ཡོང་ཡག་གི་ཆེད་དུ་དང། དེ་ནས་ཅིག། དེ་འདྲའི་གི་ཆེད་དུ་ཐབས་ཤེས་འདྲ་མི་འདྲ་དེ་འདྲ་མང་པོ་བྱེད་རྒྱུ་ཡོད་རེད་འཛམ་བུ་གླིང་ནང་ལ་དེ་ཚོ་བཟོ་ན་འགྲིག་གི་རེད། དཔེར་ན་རྐུབ་བརྙས་བཏང་ནས་མ་སྲ་ཞིག་བཏང་ས་ལ་འགྲོ་ན་ཆུ་ཚོད་རེ་རེ་ཕན་གི་རེད་དེ་གས། ནང་པ་སངས་རྒྱས་དཔལ་གྱི་བསམ་བློ་བཏང་སྟངས་བྱས་པ་ཡིན་ན་ཇི་སྲིད་དུ་ང་རང་ཚོས་ཀྱི་དངོས་པོ་གི་གནས་ཚུལ་དེ་ཧ་མ་གོ་བར་དུ་དེ་ནས་ང་རང་ཚོ་ང་རང་ཚོ་མགོ་འཁོར་ནས་བསྡད་ཡོད་རེད། བྱས་ཙང་ཇི་སྲིད་བར་དུ་རང་གིས་རང་མགོ་འཁོར་འཁྲུལ། དེ་འདྲས་བྱས་བསྡད་པ་ཡིན་ན་དེའི་བར་དུ་དེ་ནི་སྡུག་བསྔལ་རྒྱུན་ཆད་མེད་པ་མྱང་གི་རེད། དེ་ཡིན་དུས་ག་ལ་ཐང། དེ་ནི་དངོས་པོ་གི་གནས་ལུགས་དེ་ངེས་པར་དུ་ཧ་གོ་ཐུབ་ལྟ་དགོས་ཀྱི་ཡོད་རེད་ད་དེ་ནང་པའི་གི་དམིགས་ཡུལ་རེད། དེ་ནི་ད་དངོས་པོ་གི་གནས་ལུགས་དངོས་པོ་གི་གནས་ཚུལ་ཟེར་མཁན་དེ་ཡང་མཚམས་མཚམས་ལ་དེའི་མིང་དེ་རྫིག་པོ་དངོས་པོ་གི་གནས་ཚུལ་ཟེར་དུས་གང་ན་མིང་དེ་རྫིག་ཐག་ཆོད་ནས་དེ་ནས་ཡང་མི་ཚོས་ག་རེ་ཟེར་བ་རེད་ཡང་གོ་བ་གོ་སྟངས་ཁ་ཧ་ཆགས་ནས་ཡང་སྐྲག་འགྲོ་གི་འདི་འདྲས་ཡོད་འགྲོ། དེ་ནས་ནང་པའི་དངོས་པོ་གི་གནས་ཚུལ་དེ་ཕྱོགས་གཅིག་ནས་དཔེ་མ་སྲིད་ལས་སླ་བོ་རེད། ལས་སླ་ཐག་ཆོད་པའི་གི་དཀའ་ངལ་མ་གཏོགས་དཀའ་ལས་ཁ་ཐག་ཆོད་པའི་གི་དཀའ་ངལ་ཡོད་མ་རེད། དེ་ཡིན་ཙང་དེ་ནི་དངོས་པོ་གི་གནས་ཚུལ་དེ་དངོས་པོ་གི་གནས་ལུགས་ཀྱི་སྐོར་དེ་ལ་དེ་ནི་བསམ་བློ་བཏང་སྟངས་སྐོར་ལ་ངས་ད་ལྟ་བསྡུས་ཏེ་ཞུ་གི་ཡིན། དབྱིན་ཇི་གི་སྐད་ལ Bird's Eyes View ཟེར་ནས་སྐད་ཆ་བྱེད་འདུག་དེ་ག་རེ་རེད་ཟེར་དུས་དེ་ནི་བྱེའུ་གི་ད་བྱེའུ་ཟེར་བ་འདྲ་བོ་བྱེའུ་གི་མཐོང་སྣང། ད་དེ་ག་རེ་ཟེར་དུས་བྱིའུ་ནམ་མཁའ་རུ་འཕུར་ནས་ནམ་མཁའ་ནང་ནས་མ་བལྟ་དུས་གང་ན་དེ་ནས་གཡས་དང་གཡོན་དང་རྒྱབ་དང་གང་ག་དེ་ནས་མཐོང་གི་བ་རེད། ང་ཚོ་འཕུར་མ་ཐུབ་མཁན་ཚོ་གིས་ཁོ་རང་ཤར་ལ་བལྟ་དུས་ཤར་ར་ར་དེ་མཐོང། ལྷོ་ལ་ཁ་ཕྱོགས་དུས་ལྷོག་མ་དང་མི་མཐོང་དེ་འདྲའི་ཕྱོགས་རེ་རེ་ཟེར་མ་དང་མཐོང་གི་མེད་པའི་སྐད་ཆ་རེད། དེ་ཡིན་དུས་དེ་ནི་དཔེར་ན་ང་རང་ཚོ་གིས་ང་རང་ཚོའི་མི་ཚེ་ལ་ཚུར་ལྟ་དུས་གང་ན་ག་དུས་ཡིན་ན་ཕྱོགས་ཕྱོགས་སུ་ལྷུང་ནས་ཕྱོགས་རེ་རེ་ཙམ་མ་གཏོགས་མཐོང་གི་མ་རེད། ནམ་མཁའ་ནང་ནས་མ་བལྟ་བ་ནང་བཞིན་གཡས་གཡོན་མདུན་རྒྱབ་ལེགས་ཉེས་ཆ་ཚང་ཁོ་བསམ་བློ་རྣམས་འཁོར་ཐུབ་གི་མ་རེད། བྱས་ཙང་ད་ཕྱོགས་གཅིག་ནས་དེ་ནི་ད་ལྟ་ང་རང་ཚོ་ད་ལྟ་སྒོམ་ཉམས་ལེན་བྱེད་ཡག་གི་རྒྱུ་མཚན་གཅིག་དེ། མི་ཚད་ཀྱིས་མི་ཚད་ལ་ལྟ་སྟངས་དེ་ཕྱོགས་སུ་མ་ལྷུང་བ་བྱས་ནས། ནམ་མཁའ་ནང་ནས་མ་བརྟགས་བསྡད་པ་ནང་བཞིན། གནས་གནས་ཚུལ་ཆ་ཚང་ཁོ་རང་གསལ་ཐག་ཆོད་བྱས་ནས་མཐོང་ཐུབ་ཡ་བཟོ་ཡ་དེ་དམིགས་ཡུལ་གཅིག་ཡིན་ཟེར་ན་འགྲིག་གི་འདུག། དེ་ནས་ནམ་མཁའ་ནང་ནས་མ་བརྟགས་པ་ནང་བཞིན་འདི་ལྟ་མི་ཐུབ་དུས། དེ་ནི་ང་ཚོ་ལ་སྐྱོན་ག་རེ་ཡོད་རེད་ཟེར་ན་སེམས་པ་གུ་ཡངས་པོ་མེད་པ་ཆགས་ནས། ད་ཨིན་ཇི་སྐད་ལ open minded ཟེར་གི་རེད་སེམས་པ་གུ་ཡངས་པོ་ད་དེ་མེད་པ་ཆགས་འགྲོ་གི་འདུག་གཅིག་བྱས། དེ་ནས་ཕྱོགས་གཅིག་ནས་ག་དུས་ཡིན་ན་ཡང་ང་རང་ཚོའི་གི་ད་ལྟ་ཡུལ་ལ་འཇུག་ཡུལ་དང་གར་ས་ཡུལ་ལ་འཇུག་ལྡོག་བྱས་ང་རང་ཚོའི་མི་ཚེ་ལ་ཕ་ལྟ་དུས་མི་ཚེ་ལ་ཡང་ང་ཚོས་དེ་ནས་དམིགས་སུ་བཀར་ནས་ལྟ་དུས་ག་དུས་ཡིན་ན་ཡང་དེ་ནས་གང་ས། ཡུལ་དང་ཡུལ་ཅན་གཉིས་ཀྱི་དཔའ་རུག་ལ། འགྱུར་བ་གཏང་མཁན་ཟེར་བ་རེད་ད། འགྱུར་བ་གཏང་མཁན་གྱི་ག་དུས་ཡིན་ནའི་སླེབས་ནས། དཔེར་ན་ངའི་ཕ་གི་ཁང་པ་དཀར་པོ་ལ། འདི་འདྲའི་ཟེར་ན་ད་ལྟ་ལྟ་བ་དང། དེ་ནས་མིག་ཤེས་ཀྱིས་འདི་འདྲའི་ཞེས་བཀོད་ནས་ལྟ་ན་མིག་ཤེས་ཚོན་མདོག་ཡོད་པ་ཅིག་འདི་འདྲའི་ལྟ་བ་ཡིན་ན་འགྱུར་བ་སླེབས་ཚར། དེ་ནས་མིག་ཤེལ་དམར་པོ་འབྱེད་པ་ཡིན་ན་ཁང་པ་དཀར་པོ་དེ་དམར་པོ་ནང་བཞིན་མཐོང་གི་འདུག་ཟེར། འོ་དེ་ནང་བཞིན་ང་རང་ཚོས་ང་རང་ཚོའི་མི་ཚེ་ལ་ལྟ་དུས་གང་ལྟར་ག་དུས་ཡིན་ན་ཚོན་མདོག་འདྲ་མི་འདྲ་དེ་ནས་འདོད་ཆགས་ཀྱི་ཚོན་ཞེ་སྡང་གི་ཚོན་གཏི་མུག་གི་ཚོན་ལྟ་ཉོན་མོངས་པ་འདྲ་མི་འདྲ་གི་ཚོན་མདོག་འདྲ་མི་འདྲ་རྣམས་ལྟ་ཞོར་ནས་དངོས་གནས་ད་ཚོན་མདོག་ག་རེ་ཡིན་པ་དེ་མཐོང་ཐུབ་ཀྱི་ཡོད་མ་རེད། དེ་ནས་དེའི་རྐྱེན་གྱིས་དེ་ནི་ང་ཚོར་ག་རེ་ཆགས་ཀྱི་རེད་ཟེར་ན། ཕྱོགས་རིས་ཅན་ཆགས་འགྲོ་བསམ་བློ་བཏང་སྟངས་ཕྱོགས་རིས་ཅན་རེད། ད་ཆོས་ལུགས་ཀྱི་ཕྱོགས་རིས་མི་རིགས་ཀྱི་ཕྱོགས་རིས་དེ་ཚོ་ད་སྐད་ཆ་ཆེན་པོ་རེད་ག་རེད་ཡོངས་རྫོགས་ད་ལྟ་བསམ་བློ་བཏང་ཚད་ཐམས་ཅད་ཕྱོགས་དང་རིས་སུ་ཆད་ཕྱོགས་སུ་ལྷུང་འགྲོ་གི་ཡོད་རེད། ད་དེ་ནས་ང་ཚོས་ད། ག་རེ་ཟེར་བ་རེད། སྒོམ་དང་ཉམས་ལེན་སྒོམ་ཉམས་ལེན་གྱིས་དེ་ནི་ག་ཚད་ཡིན་ན་ཡང་འགྱུར་བ་བཏང་ནས། དེ་ནི་ག་ཚད་ཡིན་ན་ཡང་དཔེར་ན་མི་ཚེ་འདི་ལ་ནམ་མཁའི་ནམ་མཁའི་དཀྱིལ་ནས་མ་བལྟ་བསྡད་པ་ན་བཞིན་བལྟ་ཐུབ་པ་ལ་དེ་འདྲའི་བཟོ་ཡ་ལ་དེ་ནི་སྒོམ་ཉམས་ལེན་ཟེར་ནས་འགྲིག་གི་འདུག་བིབྷ་ས་ན་ཟེར་ནས་འགྲིག་གི་འདུག་ད་ཐོག་མཐའ་གནས་སྐབས་ཅིག། ད་འདི་དེ་ངའི་ངོ་སྤྲོད་ཙམ་གྱིས་ཡིན་ཟེར་རང་ཟེར་ལ། ང་ཚོ་དེ་རིང་ཉི་མ་གཅིག་དང་སང་ཉིན་ཉི་མ་གཅིག་ནང་དེ་ལ་ག་རེ་བྱེད་ཨེ་ཐུབ་བལྟ་ཡ་གི། དེ་ནས་ག་རེ་ཟེར་བ་རེད་ད་ངོ་སྤྲོད་རེད་པ་གྱིས་ཡིན། ད་ང་ཚོ་དེ་ནས་ཐོག་མར་ག་རེ་བྱེད་དགོས་ཀྱི་འདུག་ཟེར་ན། ང་ཚོ་ཐམས་ཅད་ཐོག་མར་སེམས་ཟེར་མཁན་ཅིག་ཡོད་པ། ང་ཚོ་ད་ག་རེ་ཟེར་གི་རེད་སེམས་ཟེར་མཁན་ཅིག་ཡོད་པ་ད་ཁས་ལེན་ཟེར་བ་རེད་བ་དེ་འདྲས་ལེན་ཐུབ་དང་མི་ཐུབ་ཟེར་བ་རེད་སེམས་ཟེར་མཁན་དེ་ཡོད་ས་རེད་པས་ཡོད་བ་མ་རེད་བས་ད་དེ་དེ་སྐོར་ལ་བསམ་བློ་བཏང་དགོས་རེད་དེ་ནས་སེམས་ཟེར་མཁན་གྱི་སྐད་ཆ་དེ་ཤར་ཕྱོགས་རྒྱ་གར་རྒྱ་ནག་བོད་ཟེར་མཁན་དེ་ཚོའི་ནང་དེ་ལ་མི་ལོ་སྟོང་ཕྲག་གཉིས་གསུམ་གྱི་སྔན་ལ་སྐད་ཆ་མང་པོ་བཤད་ཐུབ་ཚར། དེའི་སྐོར་ལ་སྐད་ཆ་ཉུང་ཉུང་མ་རེད་པདྨ་སྲས་ཀྱིས་རྒྱ་ཆེན་པོ་མང་པོ་ཞིག་དེབ་བྲིས་རྩོད་པ་བརྒྱབ། དེ་ནས་དེའི་སྐོར་དེ་ལ་དེ་ལ་བརྟག་དཔྱད་བཏང་ཡག་གི་སྒྲིག་འཛུགས་ཁོ་རང་མང་པོ་ཞིག་ར་ཤར་གླིང་ལ་ནུབ་ཕྱོགས་རྒྱལ་ཁབ་ལ་སེམས་ཟེར་མཁན་དེའི་སྐོར་འདི་ལ་ཇུས་གཏོགས་མགོ་བཙུགས་ནས་ལོ་ཉིས་བརྒྱ་ཙམ་ཟིན་མིན་ཨེ་ཡོད་མེད་ཡོད་རེད། ད་ལྟ་ཡང་ནུབ་ཕྱོགས་ཀྱི་མི་མང་ཆེ་བ་གིས་སེམས་ཟེར་མཁན་དེ་དང་ཀླད་པ་ཟེར་མཁན་འདྲ་དང་དེ་ཚོ་ཐག་ཚོད་གཅིག་པ་ཡིན་པ་ནང་བཞིན་ག་ག་ཡིན་པ་ནང་བཞིན་ཐག་ཆོད་ཡོད་མ་རེད། ང་ཚོ་གིས་ད་ལྟ་བོད་སྐད་ཀྱི་ཚིག་སེམས་ཟེར་མཁན་འདྲ་དང། དེ་ནས་ལེགས་སྦྱར་གྱི་སྐད Chitta ཟེར་མཁན་དེ་ཚོ་དབྱིན་ཇིའི་སྐད་ཐོག Mind ཟེར་མཁན་དེ་ཚོར་བསྒྱུར་ཐུབ་གི་ཡོད་མ་རེད་ས་ནི Mind ཟེར་ལབ་བསྡད་པ་རེད་མ་གཏོགས་དེ་དེ་དངོས་གནས་ཡིན་པའི་ཚོད་ལྟ་ནང་བཞིན་ཞིག་ཡོད་མ་རེད། དེ་ནས་ངའི་སྐད་ཆ་དང་པོ་དང་པོ་ད་ང་ཚོས་འགོ་མ་བཙུགས་ངས་ནི་ཁྱེད་ལ་ཁྱོད་ཚོས་ལ་སྐད་ཆ་དྲིས་ཡོད་དེ་ཁྱོད་ཁྱོད་ཁྱོད་ཚོས་ལ་སེམས་ཡོད་རེད་དམ་མ་རེད་ཟེར་དྲིས་དྲིས་ཀྱི་ཡོད། དེ་ནས་དཔེར་ན་དེང་སང་ད་རུང་ད་དེ་ལས་ཀྱང་ད་རུང

ང་ཉིད་གཉིས་ཀྱི་པར་རུ་ལ། ང་དང་ང་བཤད་མཁན་ང་དང་ཉན་མཁན་ཁྱེད་ཚོ་གཉིས་ཀྱི་པར་རུ་ལ། སེམས་ཟེར་མཁན་གཅིག་ད་ཕལ་ཆེར་ཡོད་ས་རེད་བསམ་བསམ་འདྲ་པོ་གཅིག། ད་དེ་ག་ཙམ་གཅིག་གི་མོས་མཐུན་གཅིག་དགོས་ཀྱི་རེད་མ་གཏོགས་ང་ཉིད་གཉིས་ཀྱི་པར་རུ་ལ་སྐད་ཆ་ཡོད་མ་རེད། སྐད་ཆ་བཤད་མ་བཤད་ཡོད་མ་རེད། ཁྱོད་ལ་སེམས་ཡོད་པས་ཟེར་མཁན་གྱི་དྲི་བ་དེ་དང། ཁྱོད་ལ་སེམས་ཟེར་མཁན་གཅིག་ཡོད་རེད་དཱ་ཟེར་མཁན་གྱི་སྐད་ཆ་འདི་དངོས་གནས་གནད་འགག་ཆེན་པོ་གི་སྐད་ཆ་རེད། ཁྱེད་རང་ཚོ་ཕ་མ་སྤུ་གུ་ཡོད་མཁན་ཚོ་ཡིན་ན་སྤུ་གུ་ཆུང་ཆུང་དེ་ཚོ་ལ་ཁྱོད་ལ་སེམས་ཡོད་པས་ཁྱོད་ལ་སེམས་ཡོད་རེད་ད་ཟེར་མཁན་དེ་ཚོ་ཤེས་དགོས་རེད་ང་འདྲ་ཞིག་ཡིན་ན་སེམས་ཟེར་མཁན་ཅིག་ཡོད་སྲིད་ཀྱི་རེད་ད་ཡོད་ཡོད་དགོས་ཡ་རེད། དཔེར་ན་ངའི་མདུན་ན་ཡོད་པ་གི་ཅོག་ཙེ་འདི་ལ་ད་སེམས་ཡོད་མ་རེད་དེ་ཡིན་དུས། ཅོག་ཙེ་ནི་འདི་ངས་བེད་སྤྱོད་མ་བཏང་ནས་ལོ་གཅིག་ཙི་བཞག་བྱས་ན་ཅོག་ཙེ་དེ་ང་བེད་སྤྱོད་བཏང་གི་མི་འདུག་ང་གཡུག་བཞག་གི་འདུག་ང་ལ་བལྟ་གི་མི་འདུག་ཟེར་ནས་གང་ཡང་སེམས་པ་སྐྱོ་གི་མ་རེད་དེ། ཅོག་ཙེ་འདི་ལས་ཡག་ཙི་ཅིག་རྫིག་ཙི་ཅིག་ཆད་ཙི་ཅིག་ཁྱི་ཡོང་ན་ད་ང་ལས་ཆེན་པོ་ཅིག་ཁྱི་སླེབས་སོང་ཟེར་ནས་ཕྲག་དོག་ཟ་གི་མ་རེད། དེ་ཡིན་དུས་གང་ན་ང་ཚོས་ད་ལྟ་སྐར་མ་གཅིག་ཙི་ཅིག་སེམས་ཨེ་འདུག་མི་འདུག་བལྟ་ཞོག་ཟེར་ནས་ལན་མི་གོ་ཟེར་ང་ལ་ལན་འདི་གནད་འགག་ཆེན་པོ་གང་ཡང་མ་རེད། སེམས་འདི་ཨེ་འདུག་མི་འདུག་བརྟག་ཡ་དེ་གནད་འགག་ཆེན་པོ་ཞིག་རེད། དེ་ནས་དེ་ཡང་ཡར་གཟུགས་པོ་དྲང་པོ་གྱི་བརྡས་དང་དེ་འདྲའི་མི་དགོས་ཁྱེད་རང་ཚོ་ག་འདྲས་ཡོད་པ་ནང་བཞིན། དེ་ནས་བརྡས་བྱས་ནས་སེམས་འདི་ཨེ་འདུག་མི་འདུག་སེམས་སེམས་འདི་ག་འདྲས་ཀྱི་འདུག་ཡོད་ན་ནས་ག་འདྲས་ཀྱི་འདུག་ཁྱེད་རང་ཚོ་སྐར་མ་གཅིག་རྩིས་ཀྱི་བསམ་བློ་བཏང་རོགས་གྱིས། ད་རུང་ཡང་བསྐྱར་གྱི་འཚོལ་རོགས་བྱེད། དེ་ནས་འཚོལ་དུས་གང་ན་ཁྱེད་རང་ཚོ་རྔན་མ་ནང་ཆོས་ཡིན་ནང་ནང་ཆོས་ཀྱི་སྐོར་གྱི་དེབ་དེ་འདྲའི་ཀློག་ཡོད་ཀྱི་རེད་ད་དེ་འདྲའི་ནང་ཆོས་ཡིན་རུང་མིན་རུང Psychology སེམས་ཁམས་རིག་པ་གི་དེའི་སྐོར་དང་དེ་ཚོའི་དེབ་ཀློག་བཞག་པ་འདྲ་དང་སྐད་ཆ་བཤད་པ་དེ་ཚོ་རྩ་ནས་ཁྱི་མ་ཡོང་ཟེར། ཁྱེད་རང་ཁྱེད་རང་གི་དེ་སེམས་ཨེ་འདུག་མི་འདུག་ཅི་ལྟ་ཡག་དེ་རང་རེད། འདི་པད་མ་སྲིད་གནས་འགའ་ཆེན་པོ་རེད་སྐད་ཆ་འདི་དུས་རྒྱུན་ང་རང་ཚོའི་སེམས་པ་གཅིག་གི་ཡོད་ཤག་བྱས་ནས་ཁོ་རང་ཡོད་པའི་དབང་དུ་བཏང་ནས་ཕར་ཚུར་འགྲོ་དེ་ཡོག་རེད་དེ་དེ་གི་འགྲིག་མ་རེད། དེ་ཡིན་དུས་ད་རུང་ས་ཁན་སུམ་ཅུ་རེ་ཅི་ལྟ་རོགས་བྱས། ད་རེད་བ། ང་ཚོས་འགྲོ་བ་སེམས་ཅན་ཟེར་ན་མི་འདུག་འགྲོ་བ་མི་ཟེར་ན་མི་འདུག་ང་ཚོས་ཏག་དེ་ནས་ང་ཚོ་ཐམས་ཅད་དོན་དུ་གཉེར་ཡ་གཅིག་ཅི་ཡོད་རེད་ཟེར་ན་ད་རང་དབང་གི་སྒོ་བསམ་དགོས་པ་རེད་དབང་ཆ་དེ་རང་དབང་གི་ཆེད་དུ་དེ་ནས་རང་དབང་དོན་དུ་གཉེར་ཡ་གི་ཆེད་ག་ཚོད་རང་དབང་དོན་དུ་གཉེར་བ་གི་རྒྱུ་མཚན་གཅིག་དེ་ནས་བེ་ཤ་བཟོ་ཡ་དང་དེ་ནས་སློབ་སྦྱོང་བྱས་ད་དུས་ཐམས་ཅད་དེ་ལ་བརྟེན་ནས་ཡོང་གི་བ་རེད། དེ་ནས་ང་ཚོ་ཐམས་ཅད་ལ་དངོས་གནས་ད་དབང་ཟེར་ན་སྟོབས་ཟེར་ན་ནུས་པ་ཟེར་ན་ཡང་ཆེན་པོ་ཧ་ལས་པ་གཅིག་ཡོད་བ་རེད། ལྷག་སྟོང་ཕྲག་འབུམ་ཕྲག་མང་པོ་ཞིག་ཡོང་ན་ཡང་དེ་ལས་ལྷག་ཙེ་སྤྲད་ཡོང་ཡ་མེད་མཁན་གྱི་སྟོབས་གཅིག་དང་ནུས་པ་གཅིག་ཡོད་བ་རེད་ང་ཚོ་ལ། ང་རང་ཚོ་དུས་རྒྱུན་ལྟར་ལྷ་ཟེར་གྱི་འདུག་ད་དེ་འདྲའི་མང་པོ་ཞིག་བཤད་ཡོད་རེད་དེ་ཚོ་ལས་ཀྱང་འདི་འདི་སྟོབས་ཆེ་གི་ཡོད་རེད་དེ་ཁྱོད་རང་ཚོ་ལ་ཡོད་རེད་ང་ཚོ་ལ་ཡོད་རེད་ད་དེའི་སྟོབས་དེ་ག་རེ་རེད་ཟེར་ན། ད་ལྟ་ང་རང་ཚོ་སྐད་ཆ་བཤད་བསྡད་པའི་སྐབས་འདི་ལ་མཐོང་བསྡད་གིན་མྱོང་བསྡད་གིན་གོ་བསྡད་གིན་ཚོར་བསྡད་གིན་ད་དེའི་ནུས་པ་དེ་ང་ཚོ་ལ་ཡོད་རེད་དེ་ད་ལྟའི་ཁྱེད་ཚོ་གསར་པ་ཉོ་དགོས་གི་མ་རེད། ཉོ་ཐུབ་གི་མ་རེད་ཉོ་ཡ་ཡོད་མ་རེད་དེ། ཉོ་དགོས་གི་མ་རེད་དེ་ཁྱོད་རང་ཚོ་ལ་ཡོད་རེད་དེ། དེ་ནས་དེའི་འཚོ་མཁན་སྨྱོ་མཁན་སྒོ་མཁན་དེ། ཉི་མ་གཅིག་རྩི་གཅིག་བ་མེད་པ་བཟོ་ཡ་ཡོད་མ་རེད་དེ། མཚམས་མཚམས་ང་ཚོའི་སེམས་པ་ལ་དཀའ་ངལ་ཡོང་སེམས་པ་མི་སྐྱིད་པ་ཆགས་དུས་ག་ན་ད་དེའི་སེམས་དེ་གཅིག་མེད་རོགས་བྱས་ན་ཟེར་བསམ་མཁན་དེ་འདྲས་ཡོད་སྲིད་ཀྱི་རེད། དཔེར་ན་མཚམས་མཚམས་ང་ཚོ་ཅོག་ཙེ་འདི་ནང་བཞིན་ཡིན་ན་དགའ་བ་ལ་བསམ་མཁན་དེ་འདྲས་ཡོད་ཀྱི་རེད། ཕྲག་དོག་ཟ་མུ་གུ་འདོད་ཆགས་ལངས་མུ་གུ་བྱེད་སྟངས་སྐྱེ་མུ་གུ་དཔེ་ལྕི་པོ་ཡོད་རེད། ཡིན་ན་ཡང་ཚོར་མཁན་དགོངས་མཁན་སྨྱོ་མཁན་དེ་མེད་པ་ཡིན་ན། ང་ཚོ་གི་ད་ལྟ་དཔེ་ལྕི་པོ་བཏང་ཡ་མང་ཆེ་བ་དེ་ཡོད་མ་རེད་ཡང་དེ་སེམས་ད་དེ་ང་ཚོ་ལ་ཡོད་རེད་ད་དེ་ལ་མིང་འདྲ་མི་འདྲ་དེ་འདྲ་བཏགས་ཡོད་རེད་ང་ཚོ་གི།

ཨོ་ད་དེ་ག་རེ་རེད་དོ་ཁྱེད་ཚོ་སྐར་མ་གཅིག་ལྟ་ཞོག་དེ་ནས་ནང་ཆོས་འདྲ་དང་ཚན་རིག་པའི་གི་སྐད་ཆ་འདྲ་དང་ཡང་ཆོས་ལུགས་གཞན་གི་སྐད་ཆ་དེ་ཚོ་རྩ་ནས་ཁྱེར་མ་ཡོང་ད་འདི་དེ་ང་ཚོ་སྐར་མ་གསུམ་ཙི་ལྟ་གི་ཡིན་ཨེ་དེ་འདི་ད་ཡིན་གཅིག་མིན་གཅིག་ཡང་དྲང་པོ་དེ་ད་དེ་འདྲ་གོ་གི་མི་འདུག་ད་ད་དེ་འདི་ད་འདི་འཚོ་མཁན་སྨྱོ་མཁན་འགོ་མཁན་ཟེར་མཁན་དེ་ག་རེ་རེད་དོ་གཅིག་ལྟ་རོགས།

ང་སོགས་ད་ང་ཚོ་སྐར་མ་བཅུ་ང་ཚོ་གུང་སྲང་ཡིན་ཆབ་སྲང་བལ་རོ་ནང། ད་ད་གིན་གོང་དུ་ངས་ག་རེ་ལབ་ཡོད་རེད་ཟེར་ན། ད་དངོས་གནས་སྟོབས་ཆེ་ཤོས་ཅིག་ག་རེ་ཡོད་རེད་ཟེར་ན་ནུས་མཐུ་སྟོབས་ཆེ་ཤོས་དེ་དེ་ང་ཚོ་ལ་ཡོད་པ་གཞན་ནས་འཚོལ་མ་དགོས་པར་རང་ལ་ཡོད་པ་དེ་ནས་སྟོབས་འདི་ལས་ཆེ་ཚད་མེད་པ་དེ་སེམས་རེས་ཚོར་མཁན་སྙོག་མཁན་གོ་མཁན་དེ་དེ་ནས་དུས་རྒྱུན་ནས་ཡང་མཚམས་མཚམས་ལ་ལྷ་ཟེར་མཁན་འདྲ་དང་དེ་ཚོའི་གྲས་གཅིག་འཇིག་རྟེན་གྱི་བྱེད་པ་པོ་ལྷ་ཟེར་མཁན་འདྲ་དང་གདོད་མིག་གི་ལྷ་ཟེར་མཁན་འདྲ་པོ་དེ་ཚོ་བཤད་དུས་སྒྲུང་བཤད་པ་ནང་བཞིན་ཡོད་རེད་ངན་མ་ངན་མ་དེ་འདྲ་བྱུང་བ་རེད་ཟེར་ནས། གཅིག་ང་ཚོ་གིས་ད་མཐོང་མི་ཐུབ། ང་ཚོ་གིས་ད་ཕྱི་དྲ་ཧ་གོ་མ་ཐུབ་པ་འགའ་ཞིག་ད་ཨིན་ཇི་སྐད་ལ Mysterious ཟེར་གི་འདུག་བ་དེ་འདྲའི་སྒྲ་ཅིག་ག་རེ་ཟེར་བ་རེད། རྒྱང་རིང་པོ་ཅིག་དེ་འདྲའི་རེད་ཟེར་བ་དེ་འདྲ་ཅིག་ཡོད་རེད་དུས་རྒྱུན། དེ་ནས་ལྷ་ཟེར་གི་འདྲ་པོ་དེ་ཚོར་ཅིག་གསོལ་བ་བཏབ་ན་ནི་ལྷ་ཟེར་གི་འདི་མ་ཡོང་ཡ་ཡོད་པ་ནང་བཞིན་ཡིད་ཆེས་ན་ནི་ལྷ་ཟེར་གི་འདི་ཡོད་པ་ནང་བཞིན་དེ་འདྲའི་གི་སྐད་ཆ་ཡང་ཡོད་རེད། དེ་ནས་ད་ལྟ་ཚོར་སྙོམས། གོ། ཧ་གོ་དེ་གིན་དེ་སྒྲུང་མ་རེད། དེ་ལོ་རྒྱུས་མ་རེད། འབའ་ཞིག་སྔན་མ་སྔན་མ་བྱུང། ད་ལྟ་མེད་པ་དེ་འདྲས་མ་རེད། གོ་ད་ལྟ་རང། ད་ལྟ་ད་ལྟ་ང་ཚོས་སྐད་ཆ་བཤད་དུས་ངས་སྐད་ཆ་བཤད་ཁྱེད་ཚོ་གི་ཉན་དུས་གང་ན་གོ་མཁན་ཚོར་མཁན་དེ་ཡོད་དེ་ཡོད་རེད། དེ་ནི་ཡང་རྒྱང་རིང་པོ་ཅིག་ལ་ཡོད་པ་དེ་འདྲ་ཡང་མ་རེད། ད་ལྟ་ང་ཚོ་འདི་ན་བསྡད། གྲང་ལོག་གི་སྐད་དེ་གོ་མཁན་དེ་ད་སེམས་གཟིགས་འདི་དེ་རེད་ཡོད་རེད། ཡིན་ན་ཡང་ད་དེ་ལ་འདི་འདྲས་ཅིག་འདུག་འདི་འདྲས་ཅིག་ཡོད་རེད་ཟེར་ནས་ཚིག་གི་ཆ་ཚང་ཡང་ལབ་ཐུབ་ག་ལ་ཁ་བོ་རེད་དེ། དེ་ཡང་ཆོས་ལུགས་ཁ་ཤས་ནང་དུ་ལ་ལྷ་ཟེར་མཁན་ཅིག་ཡོད་བ་རེད་ཚིག་གི་བརྗོད་ཡ་ཡོད་བ་མ་རེད་ངག་གི་སྨྲ་ཡ་ཡོད་བ་མ་རེད་སེམས་པའི་བསམ་ཡ་ཡོད་བ་མ་རེད་ཅིག་ཡོད་ནི་ཡོད་བ་རེད་ཟེར་མཁན་ཅིག་བཤད་ཡ་ཡོད་རེད་དེ་དང་འདྲ་གི་མ་རེད་ཟེར་འདི་དེ་ཁྱེད་རང་བསམ་བློ་བཏང་ན་འགྲིག་གི་རེད་བ་ཁྱེད་རང་དེ་སེམས་འདུག་དང་མི་འདུག་གོ་མཁན་ཞིག་འདུག་དང་མི་འདུག་ཡོད་ན་ག་འདྲ་ཞིག་འདུག་མེད་མི་སྲིད་པ་རེད་ད་རུང་ཡ་མཚན་པོ་ཡ་མཚན་ཆེན་པོ་ཅིག་ཡོད་བ་རེད། ང་འདྲ་ཅིག་ངའི་སེམས་འདི་གི་ཅོག་ཙེ་འདི་ཧ་གོ་གི་རེད། ཅོག་ཙེ་དེ་ཚོར་བ་སྙོང་གི་དཔེར་ན་ལག་པ་གི་ཅོག་ཙེ་དེ་རུ་ཐུག་དུས་གང་ན་དེ་གི་ཚོར་བ་ག་རེ་ཡོད་པ་ངའི་སེམས་ཀྱི་ཧ་གོ་གི་རེད། ད་ཧ་ལས་རྒྱུ་ཆེན་པོ་དེ་ག་རེ་རེད་ཟེར་ན། སེམས་ཁོ་རང་གི་ཁོ་རང་ཧ་གོ། ད་དེ་པད་མ་ཚེ་གི་ཡ་སེམས་ཆེན་པོ་རེད་དེ་ངོ་ནས་བྱས་ན། གཞན་དག་ཡང་ཧ་གོ་བས་མ་ཚད་རང་གིས་རང་ཡང་ཧ་གོ་ཐུབ་མཁན་དེ་ད་སེམས་གཅིག་འདི་མ་གཏོགས་ཡོད་མ་རེད། བྱས་ཙང་དེ་འདྲ་ཡིན་དུས་ད་ལྟ་ནང་པ་སངས་རྒྱས་པའི་བླ་མ་མང་པོ་ཅིག་གིས་དེ་ནི་རིན་པོ་ཆེ་གི་ནོར་བུ་འདྲ་པོ་གི་སེམས་འདི་དེ་ནི་རེད་སེམས་ད་དེ་ལ་ཕྱག་འཚལ་ད་དེ་ལ་བསྟོད་དེ་ནི་དཔེ་མ་ཟིག་གི་ད་འདི་གནད་འགག་ཆེན་པོ་ཅིག་བརྩིགས་ཡོད་རེད། སྐད་ཅིག་ཙམ་ཅིག་ཡང་བྲལ་བ་མེད་པ་བྱས་ནས་དེ་ནི་ང་ཚོའི་སེམས་ཡོད་རེད། ལྟ་སེམས་དེ་དེ་འདྲའི་གི་ནུས་པ་ཆེན་པོ་དེ་འདྲའི་གི་སྟོབས་ཆེན་པོ་དེ་འདྲས་ཡིན་ན་ཡང་ང་ཚོ་ད་ལྟ་ད་ང་ཚོ་ནང་ལ་ཡོད་པ་གི་ལག་ཆ་ཡོད་ན་མེད་ན་དེ་སེམས་འདི་རེད་དེ་ཡིན་ན་ཡང་འདི་བརྒྱ་ཆ་གཅིག་གི་ཁོ་རང་བརྒྱ་ཆ་གཅིག་ཕ་དུམ་བུ་སྟོང་ཕྲག་བཏང་ནས་དེ་གི་བརྒྱ་ཆ་གཅིག་ཡང་ང་ཚོ་གི་བེད་སྤྱོད་བཏང་ཐུབ་ཀྱི་ཡོད་མ་རེད། དེ་ནས་ད་གིན་ངས་བཤད་པ་ནང་བཞིན། ཅོག་ཙེ་འདི་འདྲ་པོ་བྱིན་ན་སེམས་ཡོད་མ་རེད། ཅོག་ཙེ་འདི་གིས་ཧ་གོ་ཤོར་ཚོར་ཤོར་དེ་འདྲས་ཀྱི་ཉམས་མྱོང་ཡོད་མ་རེད། ང་ཚོ་སེམས་པ་འདི་གིས་དེ་ནས་གོ་ཤོར་ནས་རང་གི་གོ་ཉན་མ་སྤྲོ་ན་ཡང་གོ་ཤོར། ཚོར་ཉན་མ་སྤྲོ་ན་ཡང་ཚོར་ཤོར། ཧ་གོ་ཉན་མ་སྤྲོ་ན་ཡང་གོ་ཤོར་འགྲོ་གི་ཡོད་རེད། ད་ཡིན་རྒྱུ་ང་ཚོ་ཐམས་ཅད་རང་གི་དཔོན་པོ་རང་གི་བཟོ་བཀོད་དྲན་མཁན་ཤ་སྟག་རེད་དེའི་ནང་ནས་ཡང་དེང་སང་གི་མི་ཚོ། ཡིན་ན་ཡང་རང་ལ་ཡོད་པ་གི་ལག་ཆ་སེམས་ཁོ་རང་བདག་པོ་རྒྱབ་རྒྱུ་དེ་ཕར་བཞག་ག་རེ་ཡིན་མིན་ཡང་ད་ལྟ་བསམ་བློ་ཡང་བཏང་ཡོད་མ་རེད་སྐད་ཆ་ཡང་བཤད་ཡོད་མ་རེད། དེ་ནི་སེམས་པའི་ནང་ལ་གཅིག་དྲན། གཉིས་དྲན་གསུམ་དྲན་འདྲ་མི་འདྲ་དེ་འདྲ་དྲན། དེ་ནས་སེམས་དཔའ་དགའ་ཡ་དང་སྐྱོ་ཡ་དང་དེ་ནས་འདོད་ཆགས་དང་ཞེ་སྡང་དང་དེ་འདྲའི་དྲ་མི་དྲ་མང་པོ་ཞིག་ཡར་ལངས། དེ་ནས་ད་དེ་སེམས་པ་སྐྱོ་ཡ་དེ་མ་སྐྱོ་ཡ་གི་ཆེད་དུ་དང། དེ་ནས་སེམས་པ་དགའ་བོ་ཡོད་ན་སེམས་པ་དགའ་བོ་དེ་ཡུན་རིང་པོ་མ་གང་སར་གནས་ཡ་གི་ཐབས་ཤེས་དང་དེ་ཚོའི་ཐབས་ཤེས་དྲ་མི་དྲ་བཏང་ཡ་གི་རྩོལ་བ་བྱེད། དེ་ནས་དེ་འདྲའི་གི་རྩོལ་བ་བྱས་ནས་དེ་ནས་རྩོལ་བ་དེ་མང་ཆེ་བ་དེ་ནང་ལོག་གི་རྩོལ་བ་དེ་མ་བྱས་པ་ཅིག་ཕྱི་ལོག་ལ་དེ་ནས་མགོ་བཏགས། དེ་ནས་ཕྱི་ལོག་ལ་མང་པོ་མགོ་བཏགས་ཏེ་ད་དེའི་ལང་ཤོར་བྱང། དེ་ནས་ང་རང་ཚོ་གི་སེམས་པ་གི་དབང་ཆ་དེ་ཐམས་ཅད་ཕྱི་ལོག་ལ་མ་ཤོར། བྱས་ཙང་དེ་ནས་ང་ཚོ་ད་སྡུག་བསྔལ་མགོ་བཙུགས་ཡོད་རེད་བྱས་ཙང། དེ་ནས་ཁྱེད་ཚོར་དེ་བཞིན་བཤད་ཀྱི་ཡོད། སྤྱི་བཏང། Vipassana ཟེར་མཁན་དེ་ད་གིན་གོང་དུ་བཤད་པ་ནང་བཞིན་ལྷག་མཐོང་རེད་ད་དེ་ནང་པ་གིས་སྒོམ་ད་ཅིག་ག་རེ་ཟེར་གི་རེད་གནད་འགའ་ཆེ་ཅིག་དེ་ཆགས་གནད་འགའ་ཆེ་བ་དེ་དེ་ཆགས་ཀྱི་བ་རེད། ཡིན་ན་ཡང་དངོས་གནས་ཡང་དངོས་གནས་བྱས་ན་ད་ལྟ་ལྷག་མཐོང་དེ་གི་སྒོམ་དེ་ཡག་པོ་རེད་ཡ་གི་ཆེད་དུ་དངོས་གནས་བྱས་ན་ཞི་གནས་སྒོམ་དགོས་གི་རེད། ཡིན་ན་ཡང་མཚམས་མཚམས་ལ། དེ་ནི་ལུགས་སོ་ཟེར་བ་རེད་བླ་མ་ཟེར་བ་དེ་འདྲའི་ཁ་ཤས་ཀྱིས་དེ་ནི་ཞི་གནས་དང་སྣང་སྟོང་གཉིས་མཉམ་དོ་སྙམ་དུ་སྒོམ་ཡ་འདྲ་པོ་དེ་འདྲའི་ཡང་འདུག་དེ་ནི་དེང་སང་མང་ཆེ་བ་གི་བི་པ་ས་ན་སི་འཛུགས་དགོས་བཙུགས་ས་དེ་ཕལ་ཆེ་ཕལ་ཆེ་ཡང་མང་ཆེ་བ་ཅི་ནི་ཞི་གནས་ཡིན་ས་རེད་བསམ་པ་འདྲ་པོ་དེ་འདྲ་འདུག་ད་དེ་འདུས་འདུས་ཅི་ནི་བཤད་པ་ཡིན་ན་ཞི་གནས་དེ་གི་ག་རེ་ཞི་གནས་ཟེར་མཁན་དེ་ཐབས་དེ་ག་རེ་རེད་ཟེར་ན་སེམས་པ་དེ་དེ་ནི། གང་སར་ལས་ཀ་བསྐོས་ན་བསྐོས་ཐུབ་པ་ཅིག་བཟོ་ཡ་དེ། དེ་ནི་ཞི་གནས་ཞི་གནས་ཀྱི་ལས་ཀ་དེ་དེ་རེད། དཔེར་ན་ང་རང་ཚོ་ད་ཕྱི་ཕྱི་ཡོད་ན་ཕྱི་ལ། དེ་ནི་ག་རེ་བཟོས་གི་རེད། སྦྱང་བརྡར་མ་སྤྲད་ན་ཕྱི་དེ་གི་ལྕགས་པའི་ནང་ལོགས་ལ་བཏང་དེ་ནི་ཁ་ལག་ག་ས་ག་ས་ནས་ཟ་དེ་ནི་བཙོག་པ་དེ་འདྲས་བྱས་ཡ་རྒྱུགས་མ་རྒྱུགས་དེ་འདྲས་བྱེད་ཀྱི་རེད་བ། ད་ལྟ་ང་ཚོ་གི་སེམས་དེ་དེ་ནང་བཞིན་ཡོད་རེད།

ད་ཞི་གནས་ཀྱི་ག་རེ་བྱེད་དགོས་རེད་ཟེར་ན་སེམས་པ་འདི་ཁོ་རང་ག་ཚད་ཡིན་ནའི་ལས་ཀ་བཀོད་ཐུབ་ཡག་གི་ང་རང་ཚོ་ག་རེའི་ལམ་ནའང་སེམས་པ་གི་ཉལ་ཡག་བཟོ་ཐུབ་ཡག་གི་ཐབས་ཤེས་དེ་ཞི་གནས་ཟེར་གི་རེད། དེ་ནས་ལྷང་ཐོང་ཟེར་གི་འདི་ད་གིན་ཡང་མང་པོ་ལབ་པ་ཡིན་ལྷང་ཐོང་ཟེར་གི་འདི་གནས་ལུགས་རྟོགས་ཡག་གི་བྱེད་དགོས་གནས་ལུགས་རྟོགས་ཟེར་དུས་ག་འདྲ་གི་གོ་དགོས་རེད་ཟེར་ན་ད་དཔེ་སྐད་ཆ་གོ་བདེ་པོ་བཞིན་བཤད་དུས་མེད་ཡིན་ན་ཚ་བོ་ཡིན་པ། མེ་ཡི་རང་བཞིན་དེ་མེ་གི་གནས་ལུགས་དེ་ཚ་བོ་ཡིན་པ། དེ་ཧ་གོ་དགོས་ཀྱི་ཡོད་རེད། ཆུ་ཡིན་ན་རློན་པ་ཡིན་པ། ད་དཔེར་ན་སྤུ་གུ་ཆུང་ཆུང་ཆུང་ཆུང་དེ་འདྲས་ཀྱིས་དེ་ནས་མེ་ཟེར་མཁན་དེ་ཚ་བོ་ཡིན་པ་ཧ་མ་གོ་མཁན་བསྒོ་མཁན་གཅིག་གིས་དེ་ནི་མེད་མེད་དེ་གི་རྩར་འགྲོ་མེད་ལ་ལག་པ་འཇུས་ན་དེ་ནི་ཚིག་ནི་དེ་ནི་ག་ལས་བཟོ་གི་རེད་བ། ད་ནང་པས་ག་རེ་ཟེར་གི་རེད་ཟེར་ན་དུས་རྒྱུན་ང་ཚོས་བསམ་བློ་བཏང་ཕྱོགས་ཡོངས་རྫོགས་དེ་དངོས་པོ་གི་གནས་ཚུལ་དང་ཕ་མཐའ་རིང་པོ་ཆ་དངོས་པོ་གི་གནས་ཚུལ་ཧ་མ་གོ་བ་ཆགས་ཀྱི་ཡོད་རེད། ད་དེ་ཧ་གོ་ཡག་གི་ཆེད་དུ་དེ་ནི་ལྷག་མཐོང་ཉམས་སུ་གླེང་དགོས་རེད། དེ་ནི་ཁྱེད་རྣམ་པ་ལ་དེ་གཅིག་ཞུ་རྒྱུ་ཡོད། སྤྱི་བཏང་བསྒོམ་ཟིན་བསྒོམ་བརྒྱབ་ཟིན་ལབ་ཡོང་དུས་ལམ་སང་ཁོ་རང་ས་ལ་བསྡད། གཟུགས་པོ་སྦྲང་པོ་ཅིག་བསྡད་དེ་འདྲའི་ཅིག་ལ་དེ་ནི་ཁྱེད་རང་ཚོ་གི་ལམ་སང་སྒོ་ཤོར་གི་ཡོད་ཀྱི་རེད། ད་དེ་ཁ་ཡོད་མར་ད་འདི་འདྲའི་གི་ལུགས་སྲོག་ཅིག་རེད་སོང། དོན་དག་ངོ་མ་བྱས་ན་དཔེར་ན་ལྷང་ཐོང་འདྲ་ཅིག་གི་སྐད་ཆ་བཤད་པ་ཡིན་ན་ག་ཚད་ཡིན་ན་ཡང་དངོས་པོ་གི་གནས་ཚུལ་དེ་ཧ་གོ་ཡག་གི་ཐབས་ཤེས་ག་འདྲས་ཀྱི་བཏང་ནས་ཐབས་ཤེས་དེ་གིས་དངོས་པོའི་གི་གནས་ཚུལ་དག་གོ་ཐུབ་པ་ཡིན་ན་དེ་ལྷག་མཐོང་གི་གྲལ་དུ་བརྩི་ན་ཆོག་གི། བྱས་ཙང་དཔེར་ན། ལྷག་མཐོང་གི་སྐོར་ལ་ཐོས་བསམ་བྱེད་པ་དེ་ཡང་ལྷག་མཐོང་ཉམས་ལེན་གི་གྲལ་ལ་བརྩི་ན་འགྲིག་གི། སྤྱི་བཏང་ནས་སྒོམ་ཟེར་མཁན་གྱི་ཚིག་འདི་དང་གོམ་ཟེར་ནས་བོད་སྐད་ནང་ལ་གོམ་ཟེར་གི་རེད་ད་དེ་གོམ་གཤིས་ཆགས་ཡག་ཐུབ། ད་དེ་དཔེར་ན་ང་ཚོ་གི་ལག་པ་ལ་འདི་འདྲའི་ལྟ་དུས། ང་རང་ཚོ་དེ་ནས་འདི་འདྲའི་ལག་པ་ལ་ལྟ་དུས་ལམ་སང་ཁོ་རང་ལྟ་ཤ་ཁྲག་པགས་པ་དེ་ཚོ་བསམ་བློ་བཏང་ཐུབ་གི་མ་རེད། ངས་ལབ་པ་ཡིན་པ་ལྟ་གིན་ང་ཚོ་གི་མིག་གི་ལྟ་སྟངས་དེ་ནམ་མཁའ་གི་ལྡིང་ནི་མ་བྱིའུ་གི་ལྟ་བ་ནང་བཞིན་ཡོད་མ་རེད། ཕྱོགས་རེ་རེ་ལ་བ་ལྟ་དུས་ལྟ་ཤོར་ཡོད། དཔེར་ན་ལག་པ་ལ་ལྟ་དུས་དངོས་གནས་བྱས་ན་འདིའི་ནང་དེ་ལ་ཤ་ཁྲག་རྫ་རེ་རྫོ་རེ་འདྲ་མི་འདྲ་དེ་འདྲ་མང་པོ་ཡོད་རེད། ཡིན་ན་ཡང་ང་ཚོ་གི་གོམས་གཤིས་དེ་འདི་འདྲའི་ཅན་རྟ་གཡག་གི་གོམས་གཤིས་ཡོད་མ་རེད་ང་ཚོར། ད་རུང་དེའི་སྟེང་དེ་ལ་གཅིག་པས་བྱི་དོར་བྱེད་གཙང་མ་བཟོ་དེ་ནས་པས་སྣུམ་བྱུག་དེ་ནས་སྲན་མོ་ལ་དམར་པོ་བྱུག་ཡར་དང་སྔོན་པོ་བྱུག་ཡར་དང་དེ་འདྲའི་པ་འདྲ་མི་འདྲ་བྱས་ནས་ད་དེ་ལ་ཕ་དེ་ལ་འགོ་ཚོམ་དེར་ད་ང་ཚོས་དེ་ནས་ཁ་ལ་མ་བཟང་ངན་ལ་གང་བཟང། སྔོན་ཚུལ། དེ་ཅི་བྱེད་ཀྱི་ཡིན། སྒོམ་གྱི་རྒྱབ་ཀྱི་ཡིན། སྒོམ་ཟེར་བ་འགྲོ་བ་དག། དེ་ནས་དེ་རིང་སྔ་དྲོ་དག་ག་རེ་ཟེར་བ་རེ་གཅིག་ངོ་སྤྲོད་དྲ། འདི་སྒོམ་གྱི་སྐོར། འདི་འདྲ་འདི་འདྲ་རེད་ཟེར་ནས་ཁྱེད་རང་ཚོ་ལ་བཤད་དགོས་པའི་རྒྱུ་མཚན་གྱི་སྐད་ཆ་མང་མང་པོ་ཞིག་གུ་ཆགས་སོང། དེ་ཡིན་དུས་གང་ན། དེ་ནས་ད་རུང་ཡིན་ན་སྐད་ཆ་དེ་བཤད་དགོས་ཐུག་ས་རེད། ད་དེ་བྱས་པ་རེད་དག། ད་འདི་ལྷག་མཐོང་སྒོམ་སྟངས་ལྷག་མཐོང་སྒོམ་སྟངས་མ་འདྲ་བ་མང་པོ་ཡོད་རེད་ད་དེའི་ནང་ནས་ད་དྲན་པ་ཉེ་བར་བཞག་པ་བཞི་ཟེར་མཁན་སྐད་ཆ་ཅིག་ཡོད་རེད་ད་དེ་ད་དེའི་ནང་ནས་ད་ལན་མང་ཆེ་བ་གསར་པ་ཡིན་ཙང་དྲན་པ་ཉེ་བར་བཞག་པ་བཞི་གི་ནང་ནས་དང་པོ་གཉིས་པ་གཙོ་བོ་བཤད་གཙོ་བོ་ང་ཚོ་གི་ཕལ་ཆེར་ད་ལྟའི་ཚེ་བཤད་ཐུབ་ཀྱི་རེད་ད་གསུམ་པ་དང་བཞི་པ་དེ་དཀའ་ལས་ཁ་པོ་ཞེ་དྲག་རེད་ཡ་ད།

ད་ལྟའི་ང་ཟེར་མཁན་དེ་འཛུགས་གི་བཙུགས་ས་དེ་ག་འདྲ་ཅིག་ལ་འདུག་དེ་བསམ་བློ་བཏང་ཆོག་སྲིད། ད་ལྟའི་ཁྱེད་རང་ཚོ་ཁྱེད་རང་ཚོ་ལ་དེ་བསམ་བློ་བཏང་དུས་ག་ནང་ལན་ཁ་ཁ་ཁ་ཁ་ཡོང་སྲིད་ཀྱི་རེད། ད་ནང་པ་སངས་རྒྱས་པའི་གི་གཞུང་ནང་ལ་སྤྱི་བཏང་ནས་བཤད་རྒྱུ་གི་ཆོས་ཐམས་ཅད་དེའི་ནང་ནས་ང་ཟེར་མཁན་དེ་དེ་ནས་གཏུགས་ས་གཞི་ལ་གཏུགས་ཡོད་རེད། ད་ལྟའི་གཏུགས་ས་གཞི་ལ་ནང་ནས་དང་པོ་དེ་ལུས་པོ་འདི་རེད། ང། སི་ཏུ་ལུས་པོ་གཅིག་ལ་གཟུགས་པོ་བཙུགས་ཀར། མི་གཅིག་གིས་རང་གི་རྐང་པ་བརྫིས་ཡོང་ན་ང་བརྫིས་སོང་ཟེར་གྱི་རོ། ད་འདི་སྐད་ཆ་རྒྱ་ཆེན་པོ་རེད་ད། ལུས་པོ་ཟེར་མཁན་དེ་ང་ཟེར་མཁན་དེ་ལུས་པོ་ཡིན་པ་གི་རྒྱུ་མཚན་གྱིས་ད་དེང་སང་ཞྭ་མོ་འདྲ་མི་འདྲ། རྒྱ་སྐད་དུ་འདྲ་མི་འདྲ་གོན་ཡག་འདྲ་མི་འདྲ་ག་ཚད་འདུག། ད་ཨི་ཏྲ་ལི་གི་བཟོས་ཤ་བ་ཕ་རང་སི་གི་བཟོས་ཤ་བ་ད་དེ་ཚོ་གི་དེ་ནི་དེ་ནི་དགྲ་ལ་འདྲ་མི་འདྲ་གཏུབ་སྟངས་འདྲ་མི་འདྲ་བཙན་ཐང་འདྲ་མི་འདྲ་དེ་ཚོ་དེ་ཚོ་ཐམས་ཅད་ཡོངས་རྫོགས་གཙོ་བོ་བསམ་བློ་བཏང་ཐང་ང་ཟེར་མཁན་དེ་ལུས་པོ་ལ་འཛུལ་བུ་འཛུལ་ཡག་གི་རྒྱུ་མཚན་གི་ཆགས་ཡོད་རེད། དེ་ནི

དེ་ཡང་ཁ་ཤས་ཁྱེད་ཅག་ངའི་ཧ་ཧ་ཀྱི་ངའི་ལུས་པོ་འདས་ལབ་སྲིད་ཀྱི་རེད་ཁྱེད་རང་ཚོས་ཡིན་ནའི་དེ་འདྲའི་ལས་སླ་པོ་ཡོད་མ་རེད། དཔེར་ན་ཁྱེད་རང་ཚོ་ལ་ལུས་པོ་ཡོད་པ་དང་གང་ག་གི་ཧ་གོ་གི་རེད་དེ་ཁྱེད་རང་ཚོ་གི་དུས་རྒྱུན་ལུས་པོ་འདི་ཡོད་བཞིན་དུ་ད་ལྟ་ཡོད་པའི་སྐབས་འདི་ལ་དེ་ནི་ངོ་ཤེས་ཀྱི་ཡོད་མ་རེད། ཚོར་གྱི་ཡོད་མ་རེད། ད་ཚོར་འདི་ཚོར་ཡ་ཧ་གོ་ཡ་དེ་ལས་ལྷག་ཚེ་ད་ལུས་པོ་འདི་ནས་འོད་འཕྲོ་ཡ་ཟེར་གིན་འགྲོ་ད་ལུས་པོ་འདི་ལས་ཅིག་ག་རེ་ཟེར་བ་མགོ་མང་རུ་བཏང་ཡ་དང་ལག་པ་མང་རུ་བཏང་ཡ་དང་དེ་འདྲའི་གི་བསྐྱེད་རིམ་སྒོམ་ཞིག་ཟེར་གི་ཡོད་མ་རེད་གོ། སྤྱང་ཚོར་ལུས་པོ་ཅིག་ཡོད་རེད་ད་དེ་དེ་ཧ་གོ་བྱས་པ། ལག་པ་རེ་རེ་ལ་མཛུབ་མོ་ལྔ་ཡོད། དུས་རྒྱུན་སྤྱི་དང་མཛུབ་མོ་ལྔ་ཡོད་པ་སྤྱི་དང་ད་ཁོ་ན་དེབ་དང་དེ་ཚོ་ཀློག་བསྡད་པ་དེ་དང་སྤྱི་དང་ཧ་གོ་གི་ཡིན་ན་ཚོར་གི་ཡོད་མ་རེད་དུས་རྒྱུན་སྙོང་གི་ཡོད་མ་རེད། ངོ་ད་དེ་ང་ཚོས་ད་ལྟ་སྐར་མ་བཅུ་ཐམ་པ་དེ་ནི་ང་ཚོའི་ལུས་པོ་ལ་བལྟ་གི་ཡིན། དེ་ནི་ད་ལན་ཡོངས་རྫོགས་གཟུགས་པོ་དྲང་པོ་ཅིག་བསྡད་རོགས་བྱས། ད་ནི་གཟུགས་པོ་དྲང་པོ་ཅིག་བསྡད་དགོས་པ་གི་རྒྱུ་མཚན་དེ་ངས་ད་ལྟ་ང་ཚོ་ཁ་ལག་ཟ་ཟི་དུ་ངས་བཤད་གི་ཡིན། དེ་ནི་གཙོ་བོ་གཟུགས་པོ་དྲང་པོ་ཅིག་བསྡད།

དེ་ལས་སེམས་པ་གཏད། ལག་པ་གཡོན་པ། མཐེ་བོང། སེན་མོ། པགས་པ། དེ་ནས་ཡང་མཚམས་མཚམས་ལ་གཟུགས་པོ་ཡོངས་རྫོགས་མཉམ་དུ་ཧོབ། གང་ཟག་གཅིག་གི་གཟུགས་པོ་ཡོངས་རྫོགས་དང་གཅིག་དོན་གཅིག་ཙམ་གྱི་སོར་འོལ་ཙམ་གྱི་དོན་དུ་དེ་ལ་སེམས་པ་གཏད། དེ་ནས་མཚམས་མཚམས་ལ་མགོ་གི་མགོ། ང་རང་ཚོའི་མགོ་ནས་མ་རྐང་མཐིལ་བར་དུ་མ་སེམས་པ་གཏད། ད་དེ་མ་གཏོགས་གང་ཡང་དགོས་མ་རེད་གོ། སྔགས་བགྲང་ཡ་ཡོད་མ་རེད་ལྷ་སྒོམ་ཡ་ཡོད་མ་རེད། གནད་འགག་ཆེན་པོ་ཞེ་དྲག་རེད། ངས་ཁྱེད་ཚོ་ལ་ལབ་ཡིན་པ། སྔགས་ཟེར་མཁན་དེ་ལས་རྩ་ཆེ་ཚད་ཅིག་ཡོད་མ་རེད་འཛམ་བུ་གླིང་དུ། དེ་ནས་དེ་རྩ་ཆེན་པོ་ཡིན་ན་ད་དེ་མཛུག་བཙུགས་ས་གཅིག་དེ་ལུས་པོ་དེ་རེད་དེ། དེ་ནས་ལུས་པོ་དེ་ལ་ད་ལྟ་བར་དུ་གོ་སྣང་མེད་ཅེས་ནས་བཞག་བཞག་རེད་མ་གཏོགས་ད་ཡོད་མ་རེད་བསམ་ནས་དེ་ལྷ་ས་བ་ད་ཁྱེད་རྣམ་པ་སྐར་མ་བཅུ་ལྟ་རོགས་བྱས།